དེ་ནས་ཕྱི་ནང་མི་སེར་ཀུན་ཚོར་དམ་པའི་དོན་ཟབ་པོ་རྣམ་དྲུག་ཟེར་བའི་སྐབས་སུ་བག་ཆགས་ཀྱི་དབྱེ་བ་ཞིག་ཡོད་པ་རེད་བག་ཆགས་ལ་དབྱེ་ན། མེ་ཏོག་གི་ས་བོན་ལྟ་བུ་ཕྱི་ཡི་ས་བོན། ཀུན་གཞིའི་བག་ཆགས་ལྟ་བུ་ནང་གི་ས་བོན། དགེ་བའི་ས་བོན། མི་དགེ་བའི་ས་བོན། ཀུན་རྫོབ་པའི་ས་བོན་དོན་དམ་པའི་ས་བོན་ཚད་ནི་རྣམ་པ་དྲུག་བཤད་པ་རེད། མདོར་ན་ས་བོན་རྣམ་པ་དྲུག་འདི་ཐམས་ཅད་ཕྱི་ཡི་ས་བོན་དང་ནང་གི་ས་བོན་གཉིས་སུ་ཡང་འདུ་བ་རེད། ཡང་ན་ཀུན་རྫོབ་པའི་ས་བོན་དང་དོན་དམ་པའི་ས་བོན་གཉིས་སུ་ཡང་འདུ་བ་རེད། མེ་ཏོག་གི་ས་བོན་ལྟ་བུ་ཕྱི་ཡི་ས་བོན་ཟེར་ན་ལས་སླ་བོ་རེད་ཀུན་གཞི་ལ་ཡོད་པའི་བག་ཆགས་ལྟ་བུ་ནང་གི་ས་བོན་དང་དོན་དམ་པའི་ས་བོན་གཅིག་པ་རེད། ཀུན་རྫོབ་པའི་ས་བོན་དང་ཕྱི་ཡི་ས་བོན་གཅིག་པར་མེ་ཏོག་གི་ས་བོན་ལྟ་བུ་དེ་ང་ཚོ་སོ་སྐྱེ་འཕར་བ་རྣམས་ཀྱི་སྣང་ཚོད་ལ་མེ་ཏོག་གི་ས་བོན་དེ་ཕྱི་རོལ་དུ་གྲུབ་པའི་གཟུགས་ཅིག་ཡིན་པ་རེད་ཡིན་ན་ཡང་དོན་ལ་དཔྱད་པ་བཏང་ན་མེ་ཏོག་གི་ས་བོན་དེ་ཡང་སྣང་ཀུན་གཞིའི་བག་ཆགས་ལ་བརྟེན་ནས་བྱུང་བ་རེད་མེ་ཏོག་དེ་ཡང་སྣང་ཀུན་གཞིའི་བག་ཆགས་ལ་བརྟེན་ནས་བྱུང་བ་རེད་ཡིན་ཙང་ཕྱི་ཡི་ས་བོན་དེ་ཀུན་རྫོབ་ཀྱི་ས་བོན་ཙམ་རེད། ཨ། དོན་དམ་པ་རིག་པའི་ཤེས་ནི་རྙེད་རྒྱུ་ཡོད་པའི་ས་བོན་དེ་མ་རེད། ཨོ་དེ་འདྲ་ཅིག་རེད། མདོར་ན། ས་བོན་རྣམ་པ་དྲུག་འདི་ཐམས་ཅད་ཀྱང་ས་བོན་གཉིས་ཀྱི་ནང་དུ་བསྡུ་ཐུབ་ཀྱི་ཡོད་པ་རེད། དེ་ནི་དགེ་བའི་ས་བོན་དང་མི་དགེ་བའི་ས་བོན་གཉིས་ཀ་དེ་ལ་མི་སྲུལ་བ་གཉིས་ཞེས་ལབ་ཀྱི་ཡོད་པ་རེད། མི་སྲུལ་བ་ཟེར་དགོས་པའི་རྒྱུ་མཚན་དེ། དགེ་བའི་ས་བོན་ཡིན་ན་འདྲ་མི་དགེ་བའི་ས་བོན་ཡིན་ན་འདྲ་ས་བོན་རང་གི་ངོ་བོ་དེ་མི་སྲུལ་བ་ཀློང་དུ་མ་སྟོན་པ་རེད། འོན་འདིའི་སྐབས་ཀྱི་མི་གསལ་བ་ཟེར་བ་དེ་ལུང་དུ་མ་བསྟན་པའི་དོན་དག་ཡིན་པ་རེད། གང་ལྟར་སེམས་ཙམ་པའི་ལུགས་ལ། ཕྱི་དང་ནང་གི་འདུ་བྱེད་ཀྱི་ཆོས་ཐམས་ཅད་དེ་ཀུན་གཞིའི་བག་ཆགས་ལ་བརྟེན་ནས་སྐྱེ་གི་ཡོད་པ་རེད། ཨ་འགྲོ་བ་རིགས་དྲུག་གིས་རང་རང་གི་སྣང་ཚུལ་ཐམས་ཅད་ཉེ་བར་བག་ལ་སྣང་བས་སྐྱ་སག་གི་ས་གཞི་དང་ཡི་དྭགས་ལ་ནི་ཆུ་ཀླུང་སྣ་ཁྲག་ཏུ་སྣང་བ་དང་མི་ཡི་སྐྱེ་རྒ་ན་འཆིའི་སྡུག་བསྔལ་ལ་སོགས་པ། ཁམས་གསུམ་གྱི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྣང་ཚུལ་ཐམས་ཅད་དེ་ཀུན་གཞིའི་བག་ཆགས་ལ་བརྟེན་ནས་བྱུང་གི་ཡོད་པ་རེད། ང་ཚོ་འགྲོ་བ་མིག་ལ་མཚོན་པ་ཡིན་ན་ཡང་ཕྱིའི་སྣོད་ཀྱི་འཇིག་རྟེན་དང་ནང་བཅུད་ཀྱི་སེམས་ཅན་ཐམས་ཅད་དེ་སྔར་རང་གི་ལས་བསགས་པའི་སྟོབས་ཀྱིས་ཀུན་གཞི་ལ་ཡོད་པའི་བག་ཆགས་དེ་སེལ་སྟོབས་ཀྱི་སྣང་ཚུལ་དེ་འདྲ་མང་པོ་ཅིག་བྱུང་གི་ཡོད་པ་རེད། མདོར་ན་སྣང་བ་འདི་དག་ཐམས་ཅད་ཀུན་གཞི་བག་ཆགས་ལ་བརྟེན་ནས་བྱུང་བ་རེད། འོ་དེ་འདྲ་ཅིག་ལབ་ཀི་ཡོད་པ་རེད། བག་ཆགས་ལ་གསུམ་དུ་དབྱེ་བ་དེ་རེད་མངོན་བརྗོད་ཀྱི་བག་ཆགས། བདག་ལྟའི་བག་ཆགས། སྲིད་པའི་ཡན་ལག་གི་བག་ཆགས། སྤྱིར་ན་བག་ཆགས་འདི་གསུམ་ཀྱང་གང་དུ་བཤད་པའི་བག་ཆགས་རྣམ་པ་དྲུག་གི་ནང་གི། ནང་དོན་ཐམས་ཅད་བག་ཆགས་སམ་ཡང་ན་ཀུན་གཞི་ལ་ཡོད་པའི་ནང་གི་བག་ཆགས་ཟེར་བ་དེའི་ནང་དུ་འདུ་གི་ཡོད་པ་རེད། ད་ནི་མངོན་བརྗོད་ཀྱི་བག་ཆགས་ཟེར་ན་ང་ཚོ་འགྲོ་བ་སེམས་ཅན་རྣམས་ཀྱི་རྒྱུད་ལ་འདི་ཡག་པོ་རེད་འདི་མཛེས་པ་རེད་འདི་སྡུག་ཅག་རེད་འདི་དགྲ་བོ་རེད་འདི་གྲོགས་པོ་རེད་འདི་གཉེན་རེད་ཟེར་ནས་ཀྱི་འདུ་ཤེས་ཀྱི་སེམས་པ། ཡང་ན་འདི་དང་འདིའོ་སྙམ་པའི་དྲན་འཛིན་གྱི་སེམས་པ་ཡང་ན་རྣམ་རྟོག་གི་སེམས་པ་དེ་འདྲ་ཅིག་སྐྱེ་གི་ཡོད་པ་རེད། ཡང་ན་དངོས་པོ་གང་དང་གང་འདྲ་བ་ཞིག་མཐོང་ན་ཡང་དེ་ལ་བདག་འདོགས་པའི་བློ་ཞིག་རང་བཞིན་གྱིས་སྐྱེ་གི་ཡོད་པ་རེད། རང་གིས་དངོས་པོ་དེ་གའི་བདག་འམ་ཡང་ན་མིང་དེ་མི་ཤེས་ན་ཡང་ཡུལ་དེ་འཛིན་པའི་བློ་ཅིག་ངམ་ངམ་ཤུགས་ཅིག་སྐྱེ་གི་ཡོད་པ་རེད། ངོས་འཛིན་པའི་རྣམ་དག་གམ་ཡང་ན་བདག་འདོགས་པའི་ཤེས་པ་ཅིག་སྐྱེ་གི་ཡོད་པ་དེ་དག་མངོན་བརྗོད་ཀྱི་བག་ཆགས་ལ་བརྟེན་ནས་བྱུང་བ་རེད། མངོན་བརྗོད་ཀྱི་བག་ཆགས་ཟེར་བ་དེ་སྐྱེས་པ་ཐོག་མ་མེད་པ་ནས་འདི་འདི་རེད་འདི་འདི་རེད་ཟེར་ནས་ནི་རྣམ་རྟོག་ལ་སྐོམ་དྲགས་ནས་རྣམ་རྟོག་ལ་འདི་མཛེས་པ་རེད་འདི་མི་མཛེས་པ་རེད་ཟེར་ནས་སྐྱེས་པ་ཐོག་མ་མེད་པ་ནས་དེ་ལྟ་བུ་ནི་ཕྱོགས་དང་རིས་སུ་བཅད་པའི་བློ་ལ་གོམས་པ་ཤུགས་ཆེ་དྲགས་པ་ཡིན་ཙང་མངོན་བརྗོད་ཀྱི་བག་ཆགས་དེ་རང་བྱན་ལྷན་སྐྱེས་ཀྱིས་འབྱུང་བ་དེ་འདྲ་ཅིག་རེད། དེ་ནས་བདག་ལྟའི་བག་ཆགས་འཁོར་བ་ལ་གནས་པའི་སེམས་ཅན་རྣམས་ལ་ངམ་ངམ་ཤིག་ཅེས་བདག་འཛིན་གྱི་བློ་སྐྱེ་གི་ཡོད་པ་རེད་ངའོ་སྙམ་པའི་བློ་སྐྱེ་གི་ཡོད་པ་རེད། ངའི་ཆོས་ངའི་ཡིན་སྙིང་ཟེར་ནས་ང་དང་འབྲེལ་བའི་བདག་འཛིན་གྱི་འདུ་ཤེས་ཧ་ཅང་མང་པོ་ཅིག་སྐྱེ་གི་ཡོད་པ་རེད་དེ་ཡང་སྐྱེ་བ་ཐོག་མ་མེད་པ་ནས་དཀོན་པའི་བདག་ལྟ་བདག་འཛིན་གྱི་བག་ཆགས་ལ་དེ་ནི་སྐྱེ་གི་ཡོད་པ་རེད། སྲིད་པའི་ཡན་ལག་གི་བག་ཆགས་སུ་སྐྱེ་བ་སྔ་མ་ནི་ཕྱི་མར་འགྲོ་བ་ཕྱི་མ་ནི་ཡང་སླར་ཡང་ཕྱི་མར་འགྲོ་བ་ལ་སོགས་པ་གང་ལྟར་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་འཁོར་རམ་ལ་བརྟེན་ནས་འཁོར་བར་བྱམས་པ་དེ་དག་ཐམས་ཅད་སྲིད་པའི་ཡན་ལག་གི་བག་ཆགས་དེ་དག་གི་རྒྱུད་ལ་ཡང་འདུ་དང་སྡང་རྨོངས་གསུམ་ལ་སོགས་པ་ལས་དགེ་བ་དང་མི་དགེ་བ་ལ་སོགས་པ་སྲིད་པའི་ཡན་ལག་གི་བག་ཆགས་ཟེར་བ་དེ་བཤད་གི་ཡོད་པ་རེད། དེ་འདྲ་བའི་སྲིད་པའི་ཡན་ལག་གི་བག་ཆགས་ལ་བརྟེན་ནས། ཁམས་གསུམ་གྱི་སེམས་ཅན་ཐམས་ཅད་འཁོར་བ་ལ་རྒྱུན་མར་འཁོར་བའི་སྣང་ཚུལ་འདི་འབྱུང་གི་ཡོད་པ་རེད། དེ་འདྲ་ཅིག་གསུང་གི་ཡོད་པ་རེད། སྤྱིར་བཏང་བག་ཆགས་ལ་དབྱེ་བ་འབྱེད་ཚུལ་དང་རྣམ་གྲངས་བཞག་ཚུལ་ཧ་ཅང་མང་པོ་ཡོད་པ་རེད།